ང་ལྟ་བུའི་རྒྱགས་ཀྱི་ཆགས་དང་སྟོང་གི་ཆགས་ཡང་ཐོག་མཐའ་མེད་པ་ཞིག་རེད་གང་ཡང་ཞུ་ཡ་མི་འདུག་ར་བ་ཡིན་ན་ད་ང་ཚོ་ཤུགས་ལས་མ་མ་སོང་གོ་ན་ད་ད་ང་ཚོ་ག་རེ་བྱེད་དགོས་རེད་ལ་ཡི་འདུག་ག་རེ་བྱེད་ཀྱི་ཡོད་རེད་ཟེར་ཡ་མེད་ན་ད་ད་བྱེད་དུས་ད་ང་ཚོ་ད་ད་ངོ་ཀོ་རྐན་པོ་འདྲ་བོ་སོ་ཨ་ནི་ཆོམ་པི་མོ་ལ་འདྲ་བོ་བྱེད་ཡ་འདི་བྱེད་ཀྱི་འདུག་ད་ངོ་ཀོ་རྐན་པོ་བྱེད་ཡ་དེ་ཐོག་ལ་གང་ཡང་ཞུ་ཡ་མི་འདུག་ཨོ་ཙོ་ཙོ་འགྲོ་གི་འདུག་བསམ་ས་དེ་རེད་བཤད་ཡིན་ན་ད་ཆོམ་པི་མོ་ལ་བྱེད་ཡ་དེ་ཐོག་ལ་ང།

ཨ་ནི། ལྷག་པར་གྱེན་དུ་ལས་འབྲས་ཀྱི་རྣམ་གཞག་དེ་ག་རང་ཡིན་ཟེར་ན་ད་ལས་འབྲས་ཟེར་ཡག་དེ་ཅི་རེད་ཟེར་ན། ངའི་ཐེའུ་སྒོ་སྟོང་དེ་ག་རེད་ཟེར་ན། དེ་རིང་ག་ཚོད་ང་ཚོ་བོད་པས་གི་ཅིག་འགྲོ་སྟངས་འགྱོ་ར་ད་མི་ཅིག་གྲོངས་སོང་ན་དེ་ནས་བླ་མ་ཆེན་པོ་ཅིག་གི་མིང་ཡང་ཅིག་རྩ་ལ་ཞུས་འོང་ན་ཨ་ནི། སྔོན་མོ་ཞུས་ནས་ཨ་ནི་ཕ་ཞུ་དེ་ཅིག་སྡིག་པ་དག་འགྲོ་ཡོང་བ་འདྲ་ཅིག་དག་ཞིང་འདྲེན་འགྲོ་ཡོང་བ་འདྲ་ཅིག། ཨ་ནི་ངོ་ཚུལ་ཆེ་གི་བ་དེ་ཡང་མ་རེད་ཞུ་ད་ངས་ལས་འབྲས་ཀྱི་རྣམ་གཞག་ཟེར་ག་འདྲ་ཟེར་ན་ལས་མ་བཞེས་པ་དང་མི་འཁྲིད་པ་ཞེས་པ་ཆུད་མི་བཟོ་བ་བཟོ་ང་རོ་སངས་རྒྱས་ཀྱི་ལས་མ་བཞིའི་དཔག་ཏུ་མི་འཐད་པ་སེ་ན་ག་ལ་ཟེར་ཨོང་སོ་ལས་ཀྱི་བྱས་མེད་ན་གལ་ཏེ་ག་རེ་ན་བྱས་མེད་ན་དེ་གའི་འབྲས་བུ་དེ་མྱང་གི་མ་རེད། བྱས་ཤིག་ཡོད་ན་དེ་གའི་འབྲས་བུ་དེ་མྱང་དགོས་རེད་ལབ། ཞེས་པ་ཆུད་མི་ཟ་བ་ཟེར་ན། ཚེ་བཟང་བ་ལ་སངས་རྒྱས་ཀྱི་གར་བཟང་བ་ཟེར་ན། ཐོབ་ན་འདེགས་པ་ཆོས་ཡོད་མི་འཕྲོ་ལ་འགྲོ་བའི་དོན་ང་ཆགས་ཀྱི་མི་ཟེར་ཞིང་ཉིད་ཀྱིས་རྟོགས་པ་གཞན་ལ་དཔོག་མིན་ཏེ་ཆོས་ཉིད་བདེན་པ་དེ་གྲོལ་བར་འཇོག་བཟང་བ་རེད། དེ་ག་རེ་རེད།

ཉིད་ཀྱིས་རྟོགས་པ་གཞན་ལ་དཔོག་མིན་ཏེ། ཀ་ར་ནག་གི་རྟོགས་པ་དེ་སེམས་ཀྱི་ཡོ་དན་སྦྱོར་བ་སྟེ་ཕྱེད་རྣམ་པ་ལ་དཀྲིས་གཏོང་ཡང་འདྲ་བོ་དང་བ་ཁ་ཕུག་གཏོང་ཡང་འདྲ་བོ། Transport བྱེད་གཏོང་ཡང་དེ་འདྲ་ཡོད་མ་རེད་བཟང། ཡང་ན་ཁར་ཆེ་བར། ཆོས་ཉིད་བདེན་པ་བརྟན་པའི་འཕྲོ་བར་འཇོག། ཆོས་ཟད་ཀྱི་གནས་ལུགས་ད་ངོ་མ་དེ་བདེན་པ་ངོ་མ་དེ་ནི་ངས་ཤེས་ཡོང་གི་དེ་ནི་ཁྱེད་རང་ཚོ་དེ། ཉམས་ལེན་བྱས་ནས་ལག་ལེན་སྐྱེལ་ཡོང་ན Practice བྱེད་ཡོང་ན་ཨ་ནི་དངོས་གནས་ད་གྲོལ་བ་སར་འཁོར་བ་འདི་ལས་ནི་གྲོལ་སོང་ན་ཐར་འགྲོ་ས་ཀྱི་ཐར་བ་ཀྱི་ལམ་ཀ་གི་ད་གྲོལ་བའི་ལམ་ཀ་ཞིག་འདུག་ད་གཟི་བཟང་བོ་སངས་རྒྱས་ངས་ནི་ཁྱེད་ལ་ཐར་བའི་ལམ་བསྟན་གྱིས་ཐར་བ་རང་ལ་རག་པ་ཤེས་པར་བྱས་སོང་དོ། གལ་ཏེ་ངས་ཀྱི་ཐར་པའི་ཀྱི་ལམ་ཀ་འདྲ་བོ་དེ་ད་ཐར་བ་ས་ལ་འགྲོ་ས་ཀྱི་འཁོར་བ་འདི་ལས་ཀྱི་ཕ། ཨ་ནི། གྲོ་བོ་ནི་ཟེར་ན་མི་འདུག་གཡོན་ནས་དག་ཐར་བ་ས་ལ་འགྲོ་ས་ཀྱི་ལམ་ཁ་དེ་ངས་ཟབ་དྲག་བརྟགས་མ་སོང་ངས་ཏག་ཏག་མ་འགྲོ་ཤི་རྐྱང་བ་དེ་ནི། ཨ་ནི་ད་འགྲོ་མི་འགྲོ་དེ་ཨ་ནི་ཁྱེད་རང་ཚོ་དེ་ལག་ལེན་སྐྱེལ་མི་སྐྱེལ་དེ་ཐར་བའི་ས་ལ་སླེབས་མི་སླེབས་དེ། རང་ལ་རག་པར་གྱིས་ཁྱོད་རང་རང་ལ་རག་ལས་པ་རེད་གསུངས་བ་རེད།

ད་ང་ཚོ་གཅིག་གིས་ཤི་ཡང་དང་གཅིག་ཉལ་ཡང་བཞི་པ་ཡོང་བ་རེད་བསམ་འདོད་རོགས་ད་ང་ཚོ་རང་ལུས་མེར་སྲེག་གཏོང་མཁན་བརྒྱ་དང་དྲུག་གི་ནང་གྱོང་ཚ་རེད། ད་མཆོད་འབུལ་མ་ལམ་ད་ག་འདྲ་བོ་བྱས་བསྡད་གི་བ་རེད་འདི་གི་ཆབ་སྲིད་ཐོག་ནས་ང་ཚོ་མཆོད་འབུལ་མ་ལམ་བྱེད་ན་ནི། ཕན་ཐོག་དང་ལེགས་པ་དང་རེད་བ། ད་ང་ཚོ་སྟེགས་བཟོ་གཅིག་སེམས་ཤུགས་ཡོད་དེ་བས་ཁ་ཐུག་དེ་ལ་ཚོར་བ་ཡོད་དེ་བས་ཁ་ཐུག་དེ་ལ་ཨ་ནི། དུས་ཚོགས་ཚང་མ་འདི་ག་ལ་བཏང།